འདི་ག་བོད་ཀྱི་དཔེ་མཛོད་ཁང་ནས་ངོ་དེབ་བརྒྱུད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་མཛད་པའི་བྱམས་བརྩེའི་ས་བོན་ཞེས་པ་དཔེ་དེབ་དབུ་འབྱེད་མཛད་སྒོར་འཚམས་འདྲི་དང་བཀྲ་ལེགས། དེའི་རྗེས་བོད་ཀྱི་དཔེ་མཛོད་ཁང་འགན་འཛིན་དགེ་བཤེས་ལྷག་རྡོར་ལགས་མཆོག་ནས ྋསྐུ་པར་མཐོ་འབྲོག་རིན་པོ་ཆེར་མཇལ་དར་བསྒྲོན་རྒྱུ།

ད་ལྟ་རྣམ་པ་ཚོས་གཟིགས་གནང་བ་ལྟར་སྐྱབས་མགོན་རིན་པོ་ཆེན་གྱི་ཕྱག་དེབ་བྱམས་བརྩེའི་ས་བོན་ཞེས་པ་འདི་ཐོག་མར་དབྱིན་སྐད་སྒང་ལས་བྲིས། ཨེ་ནས་འདི་ག་དཔེ་མཛོད་ཁང་གི་ལས་བྱེད་བྱམས་པ་བསྟན་འཛིན་ནས་འདུག་བོད་བསྒྱུར་ཞུས་བྱས་ཨེ་ནས་དེ་རིང་དེབ་དེ་དངོས་སུ་དབུ་འབྱེད་བྱེད་ཀྱི་གོ་སྐབས་བྱུང་བར་དགའ་བོ་ཞེ་པོ་ཅིག་བྱུང། ཨེ་ནས་དེབ་དེ་ངོ་སྤྲོད་ཀྱི་ཚུལ་དུ་སྙིང་བསྡུས་ཀྱིས་ཞུས་པ་ཡིན་ན། ཨེ་ནས་དེབ་དེ་གི་སྔོན་གླེང་ནང་ལོག་རང་ལ་སྐྱབས་མགོན་རིན་པོ་ཆེ་བཀའ་གནང་ཡས་ནང་ལོག་ལ་ཨེ་ནམ་རྒྱུས་ངང་འཛམ་བུ་གླིང་གི་ས་ཆ་འདྲ་མི་འདྲ་ག་འདྲས་ཅིག་ལ་ཕྱིན་པ་ཡིན་ན་ཡང། ཨེ་ནི་ཕྲུ་གུ་ཚོ་ཐུག་ཡས་ཀྱི་ཤི་བོ་ཅི་དགའ་བོ་ཡོད། ཡིན་ནའི་དེ་རིང་ཨེ་ནི་ནད་ཡམས་འདི་རྐྱེན་པས་ཀྱི་ད་ཕྲུ་གུ་མང་པོ་ཅིག་གནས་སྐབས་རིང་ལ་དངོས་སུ་ཐུག་ཡས་གོ་སྐབས་འདྲ་བོ་མེད་པའི་སྐབས་འདི་ལ་ཨེ་ནི་དེབ་འདིའི་བརྒྱུད་ནས་ཨེ་ནི་ཕྲུ་གུ་མང་པོ་ཤི་བོ་ཅིག་ཡང་ཐུག་ཡས་ཀྱི་གོ་སྐབས་བྱུང་བ་འདི་དགའ་བོ་ཤི་བོ་ཅི་བྱུང། ཨེ་ནི་དེབ་འདིའི་ནང་དོན་སྙིང་པོ་འདི་ཨེ་ནི་སྐྱབས་མགོན་རིན་པོ་ཆེ་ཁོ་རང་རང་ལ་མཚོན་པ་ཡིན་ན། ཨེ་ནི་དགུང་ལོ་ཆུང་ཆུང་ནས་བྱས་ནས་ཨེ་ནི་རྒྱལ་ཡུམ་ཆེན་མོའི་གིས་དང། བྱམས་བརྩེ་དང་བདག་སྐྱོང་ག་འདྲས་གནང་བ་དེ་གི་སྐུ་མདུན་རང་གི་དགོངས་པ་ལ་འགྱུར་བ་ཆེན་པོ་ཐེབས་པ། དེ་འདྲས་ཀྱི་ཉམས་མྱོང་གི་ཐོག་ནས་ཨེ་ནི་ཕྲུ་གུ་ཆུང་ཆུང་སྐབས་ནས་བྱམས་བརྩེ་གི་ཤེས་ཡོན་བསླབ་ཡས་དང་དམིགས་དཔེ་སྟོན་ཡས་དེ་ཞིབ་ཅིག་གལ་ཆེན་པོ་རེད་ཤག། འོ་ད་དེ་སྙིང་པོ་དེ་དེ་འདྲས་ཀྱི་དེབ་དེ་འདི་ཕྱག་ཏུ་ཡོད་རེད་དེ་འདྲས་ཡིན་ས་ད་ངས་ད་ལྟ་ཚིག་གཅིག་ཐོས་པ་ཞུས་ན། སྐྱབས་མགོན་རིན་པོ་ཆེན་གྱི་ནམ་རྒྱུན་ནས། བྱམས་སྙིང་རྗེ་བྱེད་དེ་ཞི་བ་ཆེ་གལ་ཆེན་པོ་ཡིན་པ་ད་ཕ་ཆའི་བཀའ་སློབ་གནང་སའི་ནང་ལོགས་ལ་འདི་བཀའ་གནང་བསྡད་ཀྱི་ཡོད་རེད། ང་རང་སྒེར་གྱི་ངོས་ལ་ཆ་བཞག་པ་ཡིན་ན། ལོ་བཅུ་དྲུག་ས་ཆ་རིང་ལ་ཨ་ནེ་སྐྱབས་མགོན་རིན་པོ་ཆེ་ཡིག་ཚང་རང་ལ་ཞབས་ཕྱི་ཞུ་ཡས་ཀྱི་གོ་སྐབས་བྱུང། ཨ་དེ་མེད་ན་ཡང་ཨ་ནེ་རྡ་རམ་ས་ལ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་ལྔ་གནས་ཆེད་བསྡད་བྱས་ནས་ཨ་ནེ་སྐྱབས་མགོན་རིན་པོ་ཆེ་ཁྲི་ལ་ད་གཟུང་བྱོས་ཞུ་ཡས་དང་མཇལ་ཡས་ཀྱི་གོ་སྐབས་མང་པོ་ཅིག་བྱུང་བསྡད་དུས་བཀའ་སློབ་ག་འདྲ་ཅིག་གནང་བ་ཡིན་ན་ཡང། ཨ་ནི། བབས་ས་དེ་གཙོ་བོ་ད་གཞན་ཕན་དང་བྱམས་སྙིང་རྗེ་བྱང་ཆུབ་སེམས་དེའི་སྒང་ལ་བབས་ཀྱི་ཡོད་རེད། ང་ཚོས་ནང་ཆོས་ནང་ལོག་ཆགས་ཆགས་པ་ཡིན་ན་ཡང། ཆགས་པས་མང་པོ་ཨུ་ཚུགས་པའི་སྐབས་ལ། བྱང་ཆེ་བཅོམ་ལྡན་འདས་དང་ཅིག་འཇམ་དཔལ་དབྱངས་དང་དེ་འདྲས་ལ་སྔོན་ལ་ཆོས་ཅིག་ཆོས་བརྒྱུད་དེ་མ་བྱས་པ་བྱས་ནས། རེ་བ་སྟོད་ཆགས་དེ་མ་བྱས་པའི་བྱས་ནས་སྙིང་རྗེ་ལ་སྟོད་ཆགས་ཕུལ་བཞག་པ་དེ་འདྲས་མང་པོ་ཡོད་རེད། བྱེད་དུས་དེ་ཧ་ཅང་གི་གལ་ཆེན་པོ་ཅིག་བྱེད་ཅིང་བྱང་ཆེ་བཅོམ་ལྡན་འདས་རང་གི་གསུང་ནང་ལོག་ལ་ཡང། ཆོས་གཅིག་ལག་མཐིལ་དུ་མཆིས་ན་ཆོས་ཐམས་ཅད་ལག་མཐིལ་དུ་མཆིས་སོ། དེ་གང་ཞེ་ན་སྙིང་རྗེ་ཆེན་པོའོ། ཆོས་གཅིག་ཁྱེད་རང་ལག་པའི་མཐིལ་ལས་གཡོས་ན། ཨེ་ནི། བཟང་པོས་ཀྱི་ཆོས་ཚང་མ་ཁྱེད་རང་སླེབས་ཡོང་གི་རེད་དེ་ག་རེད་ཟེར་ན། སྙིང་རྗེ་ཆེན་པོ་རེད་ཟེར་ལབ་རེད་དེ་བདེན་པར་བ། ཀོ་སྙིང་རྗེ་ཆེན་པོ་གཡོས་དེ་ངས་དངོས་གནས་སེམས་ཅན་གཞན་སྡུག་བསྔལ་དྲན་ན་སྙམ་པའི་སྙིང་རྗེ་ཆེན་པོ་གཡོས་དེ་ངས་ཅི་ཡིན་ན། ཨེ་ནི་གི་ཞུགས་མ་ཐག་ཏུ་ཨེ་ནི་ཕ་ཆོག་མི་དེ་ལ་ཅིག་ཤུ་ཆོག་བཏང་ཡས་སོ་ར་བ་དང་ཐུབ་ཚོད་བཏང་ཡས་སོ་ར་བ་དང་ཅིག་གནོད་པ་སྐྱེ་ཡས་སོ་ར་བ་དེ་ཞུགས་མ་ཐག་ལ་འགག་འགྲོ་གི་རེད་བ་དེ་ལྟར་ཆོས་གཅིག་བྱུང་ན་ཚང་མ་ཡོང་གི་རེད་སེ་དེ་ཚོ་གནད་འགག་ཆེན་པོ་ཞིབ་ཅིག་རེད་དུང་ལྷག་པར་དུ་ང་ཚོ་བོད་པ་ཚོ་ལ་ཆ་ཚང་ན་ང་ཚོ་གི་རིག་གཞུང་གི་སྙིང་པོ་ཁོ་རང་ད་བྱམས་སྙིང་རྗེ་སེ་དེ་ཡོད་རེད་ཚོད་ཚོད་གི་ལག་ལེན་བསྟར་ཐུབ་མེད་ལ་མ་ལྟོས་པར་མི་ཚང་མའི་ཁ་ལ་ཨ་ཁ་སྙིང་རྗེ་སྙིང་རྗེ་སེ་དེ་ང་ཚོ་ཚང་མའི་ཁ་ལ་འདུག་བ་བ་དེ་ཞིབ་ཅིག་གི་ད་ང་ཚོ་ཆེ་ཆོས་བཟང་པོ་ཞིབ་ཅིག་རེད་ཨེ་ནི་ང་ཚོ་བོད་པའི་སྒེར་ནི་ལྷ་སྒེར་དེ་སྤྱན་རས་གཟིགས་ཡིན་སྲིད་ཆོས་སྒེར་དེ་མ་ཎི་ཡིག་དྲུག་དེ་ཡིན་སྲིད་ད་དེ་འདྲའི་སྒེར་ད་ང་ཚོ་མང་པོ་ཅིག་གནས་ཚུལ་ཡོད་པ་ཡིན་ཙང་ཨེ་ནི་གོ་སྐབས་དེ་འདྲས་ལ་ང་ཚོ་བསམ་བློ་གར་བཏང་དགོས་འདུག་ཟེར་ན་བྱམས་སྙིང་རྗེ་ཟེར་མཁན་དེ་སོ་སོའི་བཅོས་མ་མ་ཡིན་པ་ཅིག་མ་བྱུང་ན་ཡང་གང་ལ་གང་འཚམ་ཡག་པོ་ཅིག་སོ་སོའི་རྒྱུད་ལ་སྐྱེས་ན་དེ་ག་ནང་བཞིན་གྱི་སོ་སོའི་སེམས་དེ་དཔེ་དེ་རང་བཞིན་གྱི་ཞི་བདེ་ལྷིང་འཇགས་ཆགས་འགྲོ་ཡི། སོ་སོ་གི་སེམས་དེ་ཞི་ལིང་ཆགས་ཡོང་དུས། ཨེ་ནས་མི་ཚེའི་ནང་ལ་ཡང་དཀའ་ངལ་འདྲ་བོ་དང་འཕང་ཕུབ་འདྲ་མི་འདྲ་བྱུང་ན། ལམ་སང་མ་ཞུམ་པར་བྱས་ནས་རྡུང་ལེན་བྱེད་ཐུབ་ཡས་ཀྱི་སྙིང་སྟོབས་དང་བློ་ཁོག་དང་ཤུགས་མ་ལྷག་ཏུ་ཡོང་དེ་ཡས་དེ་འདྲ་ཞིག་ད་རེད་དེ་འདུག་ཨ། དེ་འདྲ་བྱེད་དུས་དེ་ང་ཚོ་གལ་ཆེན་པོ་ཞི་བ་ཅིག་རེད་ལྕམ་སྐུ་རིན་པོ་ཆེ་བཀའ་སློབ་དེ་ད་ནང་པས་ཀྱི་ད་གསུང་ཆོས་གནང་ཞོར་དེ་བཀའ་སློབ་ཆེན་པོ་ཞི་བ་ཅིག་རེད། ཨེ་ནས་ད་ང་ནང་བཞིན་གྱི་ད་སྙིང་རྗེ་བཅས་ཚུལ་ལ་ཆགས་བཞག་པ་ཡིན་ན་ང་ཚོ་མི་དཀྱུས་མས་ཀྱི་སྙིང་རྗེ་དེ་ཁོ་ཚེ་ཅན་བཟོ་རུ་བ་ཅིག། སོ་སོ་གི་ལུས་ཀྱི་ཆགས་སྡང་གི་ཆ་ནི། རང་དང་རང་གི་ཉེ་འཁོར་དང་དུས་ཚོད་ལ་དགའ་བོ་ཞིག་དང་འཆམ་པོ་ཞིག་དང་རོགས་པ་ཞིག་དེ་འདྲའི་ཚེགས་ཆེན་གྱི་ང་ཚོ་ཚང་མ་ལ་ཡོད་དེ། ཡིན་ད་ལྟ་སྐྱོན་ཆ་དེ་ག་རེ་ཟེར་ན། རང་གི་ཉེ་འཁོར་སྤུན་སྤུན་རྒྱག་ཉེ་ཉེ་ཟེར་ཡིན་ན་དེ་ལས་ཕ་རྒས་འགྲོ་དུས་ཨེ་ནི་ཆུང་རུ་ཆུང་རུ་ཕྱིན། ཨེ་ནི་གང་འཚམ་གཅིག་ནས་ཡང་རང་ལ་མ་དགའ་བ་བྱེད་མཁན་དང་དེ་འདྲས་ཡོང་དུས་ཨེ་ནི་དེ་ལ་སྙིང་རྗེ་བྱས་ཕག་བཞག་ནས་གནོད་པ་བྱས་ཀྱི་བསམ་བློ་ཤུགས་ཆེན་པོ་འཁོར་དེ་དེ་འདྲས་ཡོང་དུས་ད་འདི་དཀའ་ངལ་ཆེན་པོ་ཁྲིད་ཡོང་དགོས་རེད་ལྷག་པར་དུ་དཔེ་མཚོན་གཅིག་ཤེས་བ་ན་ལྷག་པར་དུ་མི་གཅིག་གིས་ད་སོ་སོའི་བྱམས་སྙིང་རྗེ་ཕྲ་ལ་ཁྲིམས་འགལ་གྱི་ཡོལ་བ་བྱས་ཨེ་ནི་མི་གཞན་དག་ཅིག་གིས་མ་རུང་བ་བྱས་ནས་མི་གཞན་དག་ཅིག་གསད་པ་གསོད་རུབ་བྱས་བྱས་པ་ཡིན་ན་ཨེ་ནི་ལམ་སང་མ་དགའ་བྱས་ནས། ད་དེ་ལ་སྙིང་རྗེ་ག་འདྲ་སྐྱེ་དགོས་རེད་མི་དེ་ད་དཔེ་སྡུག་ཅག་སྡུག་ག་ཟིན་པ་ཅིག་འོ་ད་རྒྱ་ཆེ་ས་ནས་བསམ་བློ་བཏང་ན་ད་དེ་བྱེད་རྒྱུ་ཡོད་མ་རེད། ཁོ་སེམས་ཅན་སུ་དང་སུ་ཡིན་ན་ཡང་ཁོ། ཅིག་རང་གི་རྒྱུད་ལ་ཉོག་མོག་ཡོད་ཟེར་བ་ཅིག་ལ། ད་ནོར་འཁྲུལ་ག་བ་ཡིན་ས་རེད་ད་ཆེ་ཆུང་མང་དུ་ནོར་འཁྲུལ་ག་བ་ཡིན་ས་བཏང་ཡོད་དགོས་རེད་དེ་བཏང་བའི་སྐབས་ལ་ཨེ་ནི་ལམ་སང་དབྱེ་བ་བྱས་ནས་ད་འདི་ཚོ་སྡུག་ཅག་རེད་ང་ཚོ་ཡག་ག་ཆོག་དེ་འདི་སྡུག་ག་ཆོག་ཟེར་སྡུག་སེ་དབྱེ་འབྱེད་བྱས་ན་ཨེ་ནི་བཟའ་བ་ཉིད་ནས་ཡོད་དགོས་མ་རེད་ཟེར་ད་དེང་སང་ནང་པ་གཅིག་པོས་ཀྱི་སྐད་ཆ་མ་རེད་ཚན་རིག་པ་འདི་ཚོ་གི་ཉམས་ཞིབ་བྱེད་དུས་འོ་དེ་འདྲས་བཤད་ཡོང་གི་འདུག་བ་ཁྱེད་ད་ཚན་རིག་པའི་ཉམས་ཞིབ་བྱེད་དུས་ག་རེ་བཤད་ཀྱི་འདུག་ཟེར་ན་ང་ཚོ་གི་སྤྱི་དང་ཚེ་ཅན་གྱི་བདག་སྙིང་རྗེ་ཡོད་བདེ་བ་དེ་ཚད་མེད་དེ་དཔེ་འདུག་ཟེར་བ་རེད་དཔེར་ན་བདག་སྙིང་རྗེ་ལབ་ན Empathy ལབ་གི་འདུག་དེང་སང Empathy ལོའི་ཁྱད་པར་ཞེ་དྲག་ཡོད་མ་རེད Empathy ཟེར་དེ་ཚེ་ཅན་རེད་ཚད་མེད་རེད་ཟེར་དཔྱད་པ་བྱས་ཡོང་དུས་སོ་སོའི་ལུས་ལ་བལྟས་ནས་དགོས་མཁོ་སྒྲུབ་ཡས་དེ་ཚེ་ཅན་རེད་ཅེས་ཆགས་དུ་ཡོད་རེད་ད་ཡིན་ན Empathy Learning ཟེར་བྱས་ནས་ཁོ་བྱམས་སྙིང་རྗེ་རྒྱ་ཁྱབ་དགོས་བ་དང། གནས་ཚུལ་འདི་ཤེས་ན་ཨ་ནི་ཚང་མ་ལ་སྐྱེས་ཐུབ་ཡས་དེ་ག་ལི་ག་ལ་ཡོང་གི་རེད། དེ་དངོས་ཡོད་གནས་ཚུལ་ལ་ཕན་ཐོགས་ཞིབ་ཅིག་རེད་གང་ཡིན་ཟེར་ན་སོ་སོ་དངོས་སུ་འབྲེལ་བ་ཡོད་རུང་མེད་རུང་འཛམ་བུ་གླིང་ཚང་མ་གཅིག་ལ་གཅིག་བརྟེན་གྱི་ཚུལ་གནས་དེ་ཡོད་རེད་ལྷག་པར་དུ་ང་ཚོ་གི་རང་བྱུང་ཁོར་ཡུག་ལ་བསམ་བློ་བཏང་བ་ཡིན་ན་གཅིག་གཅིག་ལ་ཧ་ཅང་གི་ལྟོས་ཚབས་ཆེན་པོ་ཡོད་དེ་བའི་སྐབས་ལ་ད་ང་དང་ཁོ་ཟེར་ནས་དབྱེ་བ་ཆེ་ཧ་ལམ་མེད་པ་ཆགས་དུས་དུས་དེ་འདྲའི་སྐབས་ལ་ཨ་ནི་ང་ཚོ་བོད་པའི་གི་ད་ཆོས་ཟེར་ན་རེད་རིག་གཞུང་ནང་ལ་དཔེ་དེ་ཤ་སྐུ་ཤ་ཐིམ་སོགས་རེ་བ་བྱས་ནས་ཞེའུ་ཅིག་ཐིམ་དེ་མཁན་གྱི་བྱམས་སྙིང་རྗེ་སེང་གེ་འདི་ད་གང་ལས་གལ་ཆེ་བ་ཅིག་ང་ཚོ་གིས་ད་སྐྱབས་མགོན་རིན་པོ་ཆེ་བཀའ་ནང་བཞིན་སངས་རྒྱས་བཅོམ་ལྡན་འདས་གསུངས་པའི་བཀའ་ནང་བཞིན་བྱས་ནས་ང་ཚོས་ཉིན་རེ་ལག་བསྟར་ནང་ལ་གང་ཐུབ་ཐུབ་བྱས་ན་དངོས་གནས་དྲང་གནས་འཛམ་བུ་གླིང་སྤྱི་ལ་ང་ཚོ་ཞི་བདེ་བསྐྲུན་ཡོད་ད་དེ་འདྲའི་ཞེའུ་ཅིག་གི་ང་ཚོ་ནུས་པ་ཡོད་རེད་བསམ་གྱི་འདུག་ཨ་ནི་ང་རང་ཚོའི་བོད་པ་རང་གིས་འཐབ་རྩོད་བྱ་བཞག་པ་ཡིན་ན་ཡང་ཁོ་སྙིང་རྗེ་དང་འཚེ་བ་མེད་པ་ཟེར་དེ་མི་བློ་ཁོག་མེད་མཁན་དང། ཅིག་བྱབ་ཆུང་གིས་བྱས་ཟེར་བ་ཅིག་དེ་འདྲས་ཅིག་ལ་བསམ་བློ་འཁོར་བསྡད་དགོས་པ་རང་མང་པོ་དེ་འདྲས་མ་རེད་པས་དེ། དངོས་གནས་དྲང་ནས་མི་རྣམ་དཔྱོད་ཡོད་མཁན་དང་བློ་ཁོག་ཡོད་མཁན་ཞིག་མ་གཏོགས་ཀི་ཨ་ནི་བྱམས་སྙིང་རྗེ་དང་ཆད་པ་མེད་པའི་ལག་ལེན་བསྟར་ཐུབ་ཀི་མ་རེད་ཟེར་དེ་འདྲས་ཡོད་རེད་འོ་དེ་འདྲས་ཡིན་དུས་དུས་ཚོད་རིག་དེ་ང་ཚོས་མི་ཐུད་དེ་སློབ་སྦྱོང་སྦྱང་བྱས་ནས་དུས་ཚོད་གནད་འགག་དེ་ཧ་གོ་བ་བྱས་ནས་ཨ་ནི་སྙིང་རྗེ་དང་ལྡན་པའི་ལྡན་པའི་ཨ་ནི་ཁོར་ཡུག་ཅིག་དང་བྱམས་བརྩེ་དང་ལྡན་པའི་རིག་གཞུང་ཅིག་དེ་འདྲས་བཟོ་ཡས་ལ་ཨ་ནི། ཚང་མས་ཐུགས་ལ་ཞགས་རོགས་གནང། ཞུ་ཡས་ཅིག་ཡིན་ད་ངས་སྙིང་བསྡུས་ཞུ་ཡས་དེ་དེ་འདྲས་བྱས་ཨཱ་ནི་ད་ལྟ། དེབ་འདི་གི་ད་རྒྱབ་འབྱུང་རྣམ་པ་ཚོས་རོབ་སི་ཅིག་ཧ་གོ་ཡས་དོན་དག་ལ། ཨཱ་ནི་དེབ་འདི་རྒྱབ་འབྱུང་གི་ང་ཚོ། ཅིག་དཔེ་དེབ་ནང་ལོག་གི་ད་རི་མོ་འདྲ་བོ་དང་དེ་ཚོ་ག་འདྲས་ཡོད་མེད་རོབ་སི་ཅིག་གཟིགས་ཡས་དོན་དག་ལ་ཨཱ་ནི་ང་ཚོ་དེ་སྤྱི་འབུལ། ཞུ་ཡས་ཅིག་ཡོད་ཨཱ་ནི་དེ་གཟིགས་རོགས་གནང།
ང་ཚོ་ཚང་མའི་རྒྱུད་ལ་བྱམས་བརྩེའི་ས་བོན་ཡོད། ས་བོན་དེས་རང་དང་གཞན་གྱི་རྒྱུད་ལ་གོང་འཕེལ་གཏོང་རྒྱུ་ནི་རང་ཉིད་སོ་སོར་རག་ལས་ཤིང་དཔེ་དེབ་འདི་ནི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ན་གཞོན་རྣམས་བཟང་ཕྱོགས་སུ་འགྱུར་བ་གཏོང་སླད་བྱམས་དང་སྙིང་རྗེ་ཉམས་ལེན་གནང་སྟངས་སྐོར་བརྩམས་གནང་བ་ཞིག་ཡིན། དཔེ་དེབ་འདི་བོད་ཡིག་ཐོག་བོད་ཀྱི་དཔེ་མཛོད་ཁང་དུ་བླུ་ཡོན་ཞུ་རྒྱུ་ཡོད།

ད་འདིའི་ཆེད་ལ་ཡང་ད་ལྟ་ཕྱག་དེབ་འདི་རང་ནས་མ་ད་ང་ཚོའི་དཔེ་མཛོད་ནས་ན་ཆུང་གཉིས་ཡོད་ཁོ་རང་གཉིས་ནས་ཕྱག་དེབ་ནང་ནས་མ་བལྟས་ཕྱིར་ལོག་གནང་གི་རེད་དེ་འདི་བཞུགས་ལས་ང་ཚོ་དེ་རྩེ་ཁྲིམས་འདི་འཇུག་དོགས་པ་ཡིན་ཐུགས་ཆེ་ན། ང་བོད་བྱང་ཤར་མདོ་སྨད་ཆོལ་ཁའི་སྟག་འཚེར་ཟེར་བའི་ས་ཆ་ཞིག་ལ་སྐྱེས་པ་རེད། རྟགས་ཆེར་དུ་རི་མཐོན་པོ་རྣམས་ལ་ཟུག་པའི་ཀ་བ་འདྲ་བ་དང་རྒྱུག་ཆུ་དྭངས་མ་ཤེལ་འདྲ་བ་རྣམས་སྨྱོན་པོ་གཡུ་འདྲ་བ་བཅས་ཡོད་ཅིང། དེར་ད་དུང་འཇིགས་སུ་རུང་བའི་སྒྲོག་གི་དང་ར་ལུག་རྟ། ཡང་སྡིག་པ་ར་རྩ་བྱ་སྡེ་བ་འཇུག་སོགས་སེམས་ཅན་མང་པོ་ཡོད། ངའི་ཁྱིམ་ཚང་ནི་ཨ་མའི་སྐྱེ་རི་རི་གཤམ་དུ་ཡོད་པ་དང་རི་དེ་གཞན་ཀུན་ལས་མཐོ་བ་དང་གནམ་ལ་ཟུག་པ་ལྟ་བུ་ཡོད། ངའི་ཁྱིམ་ཚང་ནི་ཞིང་པའི་ཁྱིམ་ཚང་ཞིག་རེད། པ་ལགས་ཀྱིས་ཉིན་ལྟར་རྟ་གསོ་སྐྱོང་དང་རྟ་ཉོ་ཚོང་གནང་ནས་བཞུགས་པ་དང། ཉིན་ཁྱིམ་དུ་ཨ་མ་ལགས་ཀྱི་ནང་ལས་ལ་རོགས་པ་བྱས་ཏེ་སྡོད་ཀྱི་ཡོད།
ང་ཚོས་ནས་ཐང་ཁྲ་བོ་ཞོག་ཁོག་སོགས་འདེབས་ལས་བྱེད་ཀྱི་ཡོད། འོན་ཀྱང་ང་ཚོས་འདེབས་ལས་བྱེད་པ་ས་བོན་གཅིག་པུ་མིན།

རྒྱུན་དུ་བྱ་དགའ་ན་ནི་སྒོ་ང་ལེན་པར་འགྲོ་རྒྱུ་ནི་ངའི་ལས་འགན་ཡིན། ངས་ལས་འགན་དེ་གལ་ཆེན་པོ་རྩི་གི་ཡོད། ཨ་མ་ལགས་ཀྱི་ཐབ་ཆའི་ནང་དུ་ཨ་མདོའི་བག་ལེབ་ཞིམ་པོ་གོ་རེ་ཟེར་བ་ཞིག་ཡོད་པ་དེ་བསྲེགས་གནང་སྐབས། དེ་བས་གྲིབ་མ་འབྱིན་པོ་ཕྱི་ལ་ཐོན་ཡོང་གི་ཡོད། དེ་དུས་ང་ནི་ཀོ་རེ་ན་སྡིག་པ་ར་རྩ་རྩེད་མོ་རྩེད་ནས་སྡོད་ཀྱི་ཡོད།